ད་ཨ་མའི་བཞེད་ལོག་རྡོ་རྗེའི་རྩ་ནས་ཁྱེར་ནས་བཀལ་སོང། ད་ཁྱེར་ནས་བཀག་རྡོ་རྗེའི་ཐུགས་ད་རྡོ་རྗེའི་ལུས་སོ་ནས་ཁྱེར་ནས་ལྷོད་ལྷོད་བྱས་རྡོ་དེ་ལྟ་བྱས་ད་ད་གི་ཁྱེར་ཀ་ཨ་མ་ཁྱེར་དུ་ཡ་ར་ཡོང་ན། ད་ལྟ་མི་ནས་ཨ་མ་རྡོ་རྗེའི་ལོ་འདུག་ན་ད་ཁྱེར་ཀ་ཡ་ར་སྡུག་ཀར་ཚུགས་ཤིག་ནང་ནམ་ཡོང་ན་ནམ་ཡིན། འོ་ཏི་ཙི་ད་དུ་ད་ཤར་མཁའ་འགྲོ་མ་འདྲ་ཙིག་ཡིན་ན་རང་རྟགས་ཤིག་གི་བཀལ་ལྷུབ་སོང་ཤི་ད་ཡེ་ཧྥ་མི་ང་བོ་དུ་ཏི་ཡིས་ད་དུ། ད་ད་གི་འདི་བཞི་མོ་གླུ་མོ་དེའི་ད་མིར་གི་མ་རྒན་དུ་ཁྱི་དུ་ནི་ད། ད་མགྱོགས་མྱུར་གི་བླ་མའི་བུ་དུ་ནི་ད་འདོར་མ་གི་ཕྱོགས་སུ

ཁུར་ཀ་རོ་ཧ་བཞི་མོ་ཧ་ལོ་མོ་ད་ད་ཨ་ཡི་ཟི་ཉི་ཀ་ཡིན་དངས་ད་ད་དུ་ཁུར་ཀ་རྒ་ན་ཀ་ཧ་ལོ་མོ་ཁྱོ་ཐོན་དང་ནི་རྫི་ནི་སོང་ནི་ད་མཇར་གྱི་ཟི་དི་ཡི་དུས་ན་ད་ཧ་ལོ་མོ་ཁྱོ་དོད་དོད་རྗེས་ཁྱོ་དོད་ཁྱོ་མོ་མཇར་མི་ཉན་ཁྱོ་མོ་ཧུ་ཀ་མཇར་མི་ཉན་དི་རིག་ནི་མཇར་རྒྱུ་མ་རེད་ཧི་ཉི་ཀ་མྱང་ཧྲང་རེད་ཧི་ཉི་ཀ་ཧ་མ་གཅིག་གི་མྱང་ཧྲང་རེད་ཧི་ཉི་མྱང་ཧྲང་ཡིན་ནོ་ད་བར་དུ་ངུས་མ་ཟིན་ནི་རེད་འདི་ཡིན་ན་ཧི་ཉི་ཀའི་ཨ་མ་རེད་ད་མོའི་ལག་ཨ་མ་ཁྱི་དང་ནི་ད་མོའི་ཨ་མ་ཁྱི་དི་ནི་ད་ཁྱོའི་ལོ་ཡོང་ནི་ཡིན

ད་ལྟ་གི་འདི་བཞི་ལག་རྡོ་རྗེ་དུ་ད་འདི་བཞི་མོག་ལི་མོ་དུ་གཉིས་ཀ་འདྲ་ཙིག་ཡིན་ན་ར། ད་ཆུང་དུས་ད་གཉིས་ཀ་ལྷ་ནི་དིར་གྱི་ནི་ཆེ་ནི་ཡོང་ནི་ད་ད་ལྟ་གི་གཉིས་ཀ་ཧ་མ་གཅིག་གི་མྱང་ཕྲང་ཡིན་མོ་དུ་ངུས་མ་ཟི་ནས་ནི་ད། ད་རང་ང་གཉིས་ཀའི་བར་ར་གཅིག་ནག་གཞུང་གི་ཕོ་མོའི་བརྩེ་དུང་གི་འབྲེལ་བ་འདྲ་བོ་བྱུང་རྒྱུ་ཡིན་ནི་ད་ད་གཉིས་ཀ་གཅིག་གི་ཞིག་གཅིག་དགའ་བ་གཏོང་ས་ཟི་ཡོད་དུ་ནི་ད། ད་ལྟ་གི་གཉིས་ཀའི་གཅིག་ཐག་བཅད་དུ་ནི་ད་ཐང་མིའི་ཐང་མ་ད་གཉིས་ཀའི་བར་ར་གཅིག་འབྲེལ་བ་འདྲ་བོ་བྱུང་རྒྱུ་ཡིད་དུ་ཡིན་ན་ར། ད་ཧ་ཀི་བྱུང་མ་ཐུབ་ནོ་འདི་ཡིན་ན། ཁྱིམ་ཚང་འདི་སྲང་གི་ཧྲོང་མིའི་རྟེན་གཞི་གཙོ་བོ་དུ་མ་གཅིག་དཔལ་ལྡན་ལྷ་མོ་ཡིན་ནོ་ད། ད་ལྟ་གི་འདི་སྲང་ཨ་མ་གཅིག་དཔལ་ལྡན་ལྷ་མོའི་སྐུ་འདྲ་ཟི་ཡོད་ནོ་དུ། ད་ས་འོག་གིས་སྐོང་བ་རྒྱབ་བཏང་བ་ནོ་ད་ཨ་ལགས་ལྷ་རིའི་བ་སྲང་གི་རྩ་ཆེ་རུང་གབ་ཅིག་ད་འདི་ཁོང་རིགས་གི་ད་ཨ་མ་གཅིག་དཔལ་ལྡན་ལྷ་མོའི་སྐུ་འདྲ་དེ། ད་བྱིན་རླབས་གནང་གཙང་སྦྲ་ཡིས་བཟང་ཅིག་ཕུལ། དེ་ཡིས་ད་འདི། ད་བཞི་ལག་རྡོ་རྗེས་ད་བཞི་མོ་ཀླུ་མོ་འདི་གཉིས་ཀ། ད་མ་ཚིག་དཔལ་ལྡན་ལྷ་མོ་ཁྱི་སྐབས་བཅུ་ནི་ཡིན་གཏམ་ནི་ཡིན་ད་འདི་གཉིས་ཀ་བེད་ཆད་དུ་ཤོང་མི་ཉན་ད་འདི་གཉིས་ཀ་ཅིག་བདུད་མོ་མཚན་བོར་གི་ངང་ནས་ད་ཤི་ར་འདི་ཆ་བོག་བཟའ་ཚང་བོ་དག་ཞིག་ཐུག་དགོས་རྫུས་ནི་ཁོང་རིགས་ཀྱི་བཅུ་གཏམ་ཡིག་དང་ནི་གི། ད་དཔལ་ལྡན་ལྷ་མོའི་ནུས་མཐུ་ལྡབ་བྱིན་རླབས་ཀྱི། འདི་བཞི་ལི་བཞི་མོ་དི་གཉིས་ཀ་ཡིན་ན་ད་གཉིས་ཀྱི་མྱང་ཧྲང་ཡིན་ནོ་ངུས་མ་ཟིན་ནས་ཐང་མིའི་ཐང་མ་བེ་རེམ་འདྲེ་རེབ་བྱང་རྒྱུ་ཡིན་ནི་དི་ཡིས་བསྡུས་ན་ད་ཐང་སྟོང་བོ་འདྲ་ཚིག་ཡིན་ན

ད་ཡང་གཉིས་ཀ་ད་ལྷ་ནས་འདུག་རྒྱུ་ཐག་གི་བཅད་དུ་ཉག་གི་ཡིན་ཟིན་ན་མ་རེད་ཉག་གི་འདུག་དུས་ན་ད་རང་ཡང་གློ་བུར་དུ་ད་དེ་བཞི་མོ་སང་གི་ལུག་གི་ནང་དཔང་ཁུབ་རྒྱུག་ད་དུ་ནི་ད་ད་རང་ལུག་མང་དཔང་ཁུས་དེ་བསད་ད་རང་ལུག་ཡར་བསྐྱལ་ཡར་རབ་བསྐྱལ་མར་བསྐྱལ་མར་རབ་བསྐྱལ་མཚན་གང་བོ་ད་རང་ལུག་གར་ས་གར་བཞོག་སོང་ལུག་གར་ས་གར་བསྐྱལ་སོང་ལག་ཡ་མ་ཡོང་བས་ནི་ད་ད་རང་གཉིས་ཀ་ལྷ་ནས་འདུག་གི་མ་ཡོད་ནོ་ད། ད་ཐང་གསོན་པའི་མེ་དབོན་དྲག་ཙི་ཡིན་ན་ར་ད་ཁི་རི་གཉིས་ཀ་ཡིན་འགྲོང་གི་ད་གྷི་གཉིས་ཀ་ལྷན་ན་ཟི་འདུག་རྒྱུ་བོ་ད་གྷི་གཉིས་འདྲིར་བས་ཟི་འཛིན་རྒྱུ་བོ་འདི་ཅིག་བེར་ཆད་འདྲེ་འདྲ་ངན་པས་ཟི་ཡོག་གི་ཆུ་ཟིག་ཡིན་ན་རྫི་ནི་ད་ད་རང་ཨ་མྱིག་གི་སྐྱུ་ཡི་ད་དུ་ད་སང་ཉིན་ས་སྟོང་ལུང་སྟོང་ཐང་སྟོང་ཟི་ག་སག་གཅིག་གི་མི་རིག་ས་ཟི་ག་སོང་ད་དུ་ནི་ད་ད་རང་གྷི་གཉིས་ཀ་ལྷན་ན་ཉ་ཨེ་རྫི་ནི་མྱིག་གི་ཐག་བཅད་དུ་ནི་ད་ཕྱིར་ཉིན།

ཅིག་ཅིག་ག་མེད་ནོ་ད་འདི་ནས་ཟག་ཅིག་གི་མི་རིགས་ཀི་ཅི་ནི་མྱི་ག་ཡང་མ་ར་མྱ་གྱི་ཡེ་གོ་དུ་ན་ད་ཡང་དེ་བྲིས་བཞོན་ནོ་དུ་ད་མྱི་གི་ཐབ་གི་ཧན་གི་ངོ་ཟི་ག་ཐོ་ན་ན་ད་སི་ར་བཏི་དོ་ནོ་ད་ད་དེ་ནས་ཟི་གི་ཧི་གི་མྱི་ག་མྱ་གྱི་མ་སོང་ནོ་ད་དུབ་ཤིན་ཅིག་མྱི་མ་ཆ་ཙི་ག་མྱི་ག་མ་ཐུག་ནོ་ད་དི་གི་བཞི་མོ་གཉི་ཡེ་སྟེར་གྱི་ཡི་དང་ནོ་ད་དི་གི་མྱི་ག་འགྲོ་རྒྱུ་དཀྱུ་ནོ་ད་དི་གི་མྱི་ག་བཀྲུས་ནི་སོང་གི་སྐབས་ཡིན་ན་ར། རྟ་བཞི་མོ་དུ་རླངས་འཁོར་གྱི་ཐོག་ནས་བ་རྡ་ལྷ་ན་དིར་ཡིན་མ་ར་ལྷོང་འཇོག་རྒྱུ་བོ་ད་བཞི་ལོ་དུ་ཕྱི་ར་རྩ་ནས་ཡོང་ན་ར་རྟ་རླངས་འཁོར་གྱི་ཐོག་གི་བ་དུ་ཐང་མག་གཉིས་ལྷོང་སོང་བ་ནི་ད་བཞི་མོ་ལྷོང་ས་བོ་དུ་ད་སྟོང་བོ་མ་ཅང་བོ་ནས་ལྷོང་སོང་ནོ། བཞི་ལོ་སི་ར་ཡོང་ནི་ད་ཐིག་ས་བོ་དུ་བ་ཐང་མག་གཉིས་ཡ་མ་བོ་ལྷོང་ས་བོ་དུ་ཡིན་ནོ། ད་དི་ནས་བ་མི་ང་ཆི་ནང་རུས་སོང་བོ་ནོ་ད་དེའི་སྔོན་ན་བ་ཆ་ཙིག་མི་ལྷག་མེད་ནོ། ད་དི་གི་བཞི་ལི་ཤ་པ་ཟི་འཐེན་ན

ད་ལྟའི་མིག་གིས་ད་དོན་རྐྱེན་ངན་པའི་གནས་ཚུལ་ངན་པ་ཆ་ཚང་བོ་དུ་མི་བྱུང་རྒྱུ་བོ་འདི་ཆ་ཚང་བོ་དུ་མ་བྱས་པར་དེ་སྔ་མོའི་ཐུགས་རྗེའི་བཀའ་དྲིན་གྱི་ཡིན། དེ་ནས་ད་འདི་གཟའ་ཚང་བོ་དུ་ད་འདིར་ཡིན་ནི་མ་མོའི་ཆ་ག་ཁ་ཁ་ལོག་ནི་ད་ལོ་ཉི་ཤུ་ཡར་མར་དུ་འགོར་གི་མཐའ་འཇིག་ཟིག་ཨ། ད་འདི་མ་མོའི་དུ་ཆ་ག་ཕྱིར་ཨ་ལྷན་ན་ངོ་འཛོམས་ནི་ད་བར་བདེ་སྐྱིད་ཀྱི་འཚོ་བ་ཟོར་བོར་རྒྱུ་བྱུང་རྒྱུ་བོ་འདི་ཡིན་ན། ད་གཅིག་ནས་ད་ཐམ་ཤ་གི་འདུག་རྒྱུ་བོ་འགུ་རུ་རིན་པོ་ཆེའི་མཆོད་རྟེན་རྩ་ཆེན་པོ་དུ་ད་དེ་བཞི་ལག་རྡོ་རྗེའི་ཏང་ཡར་བསྐྱར་བཞེངས་ཡིན་ནོ་བདག་ཉིད་ནི། མ་གཅིག་དཔལ་ལྡན་ལྷ་མོའི་ཐུགས་རྗེའི་བཀའ་དྲིན་གྱི། ཏང་དང་བཟའ་ཚང་བ་དོ་ཤལ་རན་འཛོམས་བཏང་ནོ། དེ་མི་ཟེར་རེད་ད་ལྟ་གི། ད་འདི་གཏམ་རྒྱུད་དུ་ཡིན་ན། ད་མཇུག་རྫོགས་ལ་ཉེ་བའི་སྐབས་འདི་གཙོ་བོ་བྱ་རྒྱུ་ཟིག། ད། གུ་རུ་རིན་པོ་ཆེའི་མཆོད་རྟེན་འདི། མ་གཅིག་དཔལ་ལྡན་ལྷ་མོའི་ཐུགས་རྗེའི་བཀའ་དྲིན་གྱི། ད་འདི་ཁྱིམ་ཚང་དུ་ཡིན་ན། ད་འདི་མི་གི་ཀྱི་སྐད་ངར་སྐབས་ལས་ཆག་འཇིག་མང་ང་དུ་ཤོང་རུང་གི་མཐའ་འཇིག་ཟིག་ཨ་ད་བཟའ་ཚང་བོ་དུ་སོར་ཨ་ད་ཅིག་ཁ་ངོ་སུ་ཐུག་ནི་ད་ལྷ་ན་བདེ་སྐྱིད་དུ་འཛོམ་ནི་ད་འདུག་རྒྱུ་ཟིག་ཡོད་རྒྱུ་འདི་ཆུའི་དཀོན་མཆོག་གསུམ་པོའི་ཐུགས་རྗེའི་བཀའ་དྲིན་གི་རེད། ཆུའི་དཀོན་མཆོག་གསུམ་པོ་ཟེར་རྒྱུ་བོ་འདི་ཡིན་ན་ལྷུ་བ་མེད་པའི་སྐྱབས་གནས་ཟི་ད་ད་ནམ་ཟི་ཡིན་ན་ད་རང་རང་གི་བློ་ལྟ་རྒྱག་ན་ཆོག་སའི་དུས་མི་གི་རྟེན་གཞི་ཟི་རེད་ནང་སྒོས་སུ་ད་འགུ་རུ་རིན་པོ་ཆེ་མཆོད་རྟེན་འདི་མི་ད་མ་ཀྱི་དཔལ་ལྡན་ལྷ་མོ། དང་འདི་སོགས་ཡོད་ན་ད་འདི་དམིགས་གི་ད་མངོན་སུམ་གི། ད་གང་ཟི་གི་ཧ་གི་རིགས་ཀྱི་ད་གོ་རྒྱུ་གི་སོགས་ཧུད་གི་རོགས་རམ་ད་ཟི་ད་རྒྱ་སྟེ་འཛི་ག་ཡོད་ནོ་ཏི། ད་འདི་གཏམ་རྒྱུད་འདིའི་ནང་གི་ད་སི་ར་རབ་སྤྲོད་བྱུང་ཐུབ་ནོ་འདི་མི་ཟི་རེད་རྫི་ནི་ད། ད་འདི་ལོ་རྒྱུས་དེའི་ནང་ནས་སི་ར་མཁོ་སྤྲོད་འདི་ནི་བྱེད་དོ་ནོ་དེ་མི་ཟི་རེད། ད་ལྟ་གི་ཕྱི་ལོགས་གི་འཇིགས་པ་ལས་བྱུང་བའི་ཁྱིམ་ཚང་ཞིག་གི་ལོ་རྒྱུས་ཟེར་དགོས་ནས་ངུ་བྱུང་གི་གཏམ་རྒྱུད་འདི་ཡིན་ན། ཡོངས་སུ་ཤེས་ཚར་སོང་ནས་དེ་མི་ཟེར། རེད་ད་ད་གི་འདིའི་མཇུག་མཐར་ཡིན་ན་གཏམ་རྒྱུད་འདིའི་ནང་གི་སྐད་ཆ་དོགས་གཞི་ཡོད་ནི་ཁ་ཤས་ངའི་ཁྱི་ཆ་གམ་འདྲེ་ཤེད་ཀྱི་རྒྱག་རྡབ་ཡིན། ད་འདི་བཞི་ལོ་དུ་ད་བཞི་མོ་དུ་ཉེ་ག་ཁ་ཁ་ལོག་རྒྱུ་སྐྱག་གི་རྒྱུ་རྐྱེན་གཙོ་བོ་དུ་གང་རེད་ཟེར་ན། ད་འདིའི་རླངས་འཁོར་དེའི་ཐོག་གི་བ་མཐོན་པོ་བཀག་ནས་ད་འགྱོ་དུས་ན། ཏག་རང་ཐུགས་ཀ་མྱོས་སུ་འདུག་ས་ཟད་ཀྱི་སུ་ཚུར་ཚུར་དེ་ཧུ་ཀི་མ་ཡོ་དེ་ནི་ད། ད་ཏི་གི་བ་ཏི་མི་ཟུམ་ཐོ་རུང་གིས་ད་ཏི་མཐོ་ནུ་བུ་ཏི་ཐུག་ན། ད་སྔོན་ཚ་ཟི་ན་འདུག་ས་ཟི་ད་ཨོ་མགོ་ཚ་ཟི་ན་འདུག་ས་ཟི་མ་རྟོག་གི་ནི་བཞི་ལི་བཞི་མོ་གཉིས་ཀ་མཉམ་དུ་འདུག་འཇོག་དགོས་ན་འདུག་ས་མེད་ནི་ཏི་མི་ཟི་ཡིན་སྟངས་ནི་གི། ད་ཏི་གི་བཞི་ལི་སྔོན་སོ་ཚ་ཡབ་དད་བཞི་མོ་ཏི་ཀ་ཚ་ཡབ་དད་བ་ཏི་སྤྱིར་བཏང་གི་ཅིག་ཐག་བྷ་གི་བདམ་རྒྱོ་དེ་བདམ་མོ་རྫི་ད།

རྟ་ཧ་ར་ས་ར་ཅིག་འབུ་ཁུམ་མ་ཡོད་ནོ་དབུས་ན་མི་དཀོན་ནོ་རྟ་རང་མཚན་གི་གོང་ཡིན་ནོ་འབབ་གཞུ་དུ་ཡས་དཀོན་ནོ་རྟ་རང་ཨ་ཅིག་ཆ་གག་ཉིད་དུ་ཧ་ར་ས་ར་བདག་ལ་དུ་ལ་ཡིད་ནི་དཀའ་བ་ཡིན་ནོ་ཨོ་ཏི་མི་ཟི་ཀི། རྟ་དེ་བཞི་མོ་དེ་ན་བ་དང་མཉམ་དུ་ལྷུང་སོང་ནི་རྟ་བཞི་མོ་ལྷུང་དུས་ན་རྟ་བ་གྲུ་བཞི་མ་ཟི་སྔུན་ན་ལྷུང་ནི་དུས་ཐོག་ཨ་བཞི་མོ་གི་ཤུགས་རྒྱབ་དང་བཞི་མོ་ཨ་ན་རྟ་གི་མ་ཡས་བཞི་མོ་དུས་བར་ནི་ལྷག་སོང་ནི་རྟ་རྟ་དག་བཞི་མོའི་དུས་ནི།

ལྟ་བ་སྔ་གཞུག་ཐང་ནག་ཉེ་ལྷོང་ནོ་བཞི་མོ་ཐང་སྟོང་ལྷོང་ས་ཟིག་གི་ལྷོང་བ་རྒྱུ་དེ་མི་ཧི་ཀི་ཤར་མ་ཐུབ་ནོ་ད་ད་དུས་མི་ཟིག་གི་ད་ཉི་ཀ་ཁ་ཁ་ལོག་སོང་ནོ་ཁ་ཁ་ལོག་སོང་ནོ་དུ་མ་ཅིག་དཔལ་ལྡན་ལྷ་མོའི་བཀའ་དྲིན་གི་ད་ཅིག་སྐྱིད་ངན་སྤྲོ་བའི་འཇོ་ག་ཅིག་དང་ནི་རེ་མ་ཏོག་གི་འདི་ཉི་ལྷ་གནས་བུ་སོང་ནི་ད་ཐམ་གི་ཆུ་བྱ་གོ་རྒྱུ་འདི་ཉི་ཀི་ཁྱི་དག་ཁ་བྱིན་ཆུ་ཟི་ཡིན་བཞག་ནོ་ཡིས་བཞག་ན་ད་དུས་འཇིག་འདྲིས་ཆུ་ཟི་ཡོ་གི་ཆུ་བྱ་མི་དགོ་ནོ་དུས་མི་ཟི་རེ།

ད་ཤི་ཀི་ཤི་ཧི་ཀི་ཏི་མི་ས་བོ་ཟི་ཤི་ཀ་མ་བཅི་ཀི་ཉམ་མི་འཇོག་ས་ཟི་ཀི་བཙག་ན་བུ་སོང་ན་གི་ད་ཧུ་ཀི་འདྲི་ས་བོ་ཏི་ཆ་ཀ་ར་བྱ་རྒྱུ་ས་བོ་ཟི་མེད་ནི་དེ་མི་ཟི་རེད། ཏི་ནང་བཞིན་གི་ད་གཏམ་རྒྱུ་འདི་ཡིན་ན་རེད་སྤྱིར་བཏང་གི་གཏམ་རྒྱུ་གང་ཡིན་ན་ད་གཏམ་རྒྱུ་ཏི་སུའི་ནང་ཨ་ད་འདི་མི་ཟི་ཅིག་ཨི་ཧྲི་ད་འདི་མི་ཟི་ཅིག་ཨི་དཔེ་ཨ་དེ་མི་བསམ་ཀྱི་གི་ད་དོག་གཞི་འདྲ་ནི་མང་ཡོད་ནི་རེད་ད་ད་འདི་ཅང་བུ་ཏི་མི་ཧྲི་པ་ཡང་མ་རེད་ད་མེད་པ་ཡང་མ་རེད་ཏི་གི་ཡིན་ཙི་ཀི་ནི། ད་འདི་གཏམ་རྒྱུད་དུ་སུས་གནང་ཨེ་ཅིག་ཟེར་ཨེ། འདྲིས་བཤད་འདྲ་རྒྱག་དགོས་རྒྱུ་ད་ཁ་ཅིག་གསལ་བོ་ཡིན་ནོ་བཤད་དགོས་རྒྱུ་དེ་མི་ཡོད་གི་བསམ་ཁྱད་ཆེ་ག་ད་རང་གི་ཆུ་ཐུབ་གི་ཧེ་ར་ཞིག་གསལ་བོ་ཡིན་ནོ་བཤད་ཁ་ཡིན་ནོ་དེ་མི་ཟི་ཡིན་ཐ། དེ་ནས་ད་འདི་གཏམ་རྒྱུད་དུ་ཡོངས་སུ་འཇིག་རྫོགས་སོང་ནོ་དེ་མི་ཟི་རེ་འཇིག་མཐར་ཚང་མ་བཀྲ་ཤིས་བདེ་ལགས་ཁྱེད་རྣམ་པའི་ཐུགས་སྤྲོ་ཡོང་བའི་སྨོན་འདུན་ཞུ།